ཡ། དག་འབྲུག་གི་སྡེ་སྲིད་ཁྲི་རབས་བྱོན་པར་བཞིན་གཏུམ་པའི་ཆོས་འདུལ་ཡུལ་མིག་གིས་མཛད་པ་ཏུ་ཅོ་སེང་བདུད་བཞུགས་འདུལ་ཡུལ་མིག་གི་གངས་ར་ལོ་སྐུ་གཟུགས་བཟང་པོ་སོད་བཞུགས་རྡོ་ལ། ད་ད་རི་ན་ལ་མ་ལོ་འབྲུག་གི་སྡེ་སྲིད་ཁྲི་རབས་ལྔ་བཅུ་ང་བརྒྱད་བ་པའི་ཆོས་འདུལ་ཡུལ་མིག་གི། ཏེ། ས་སྐྱོང་མི་དབང་གཡང་སློབ་སངས་རྒྱས་རྡོ་རྗེ་ཡིས་སྲི་ཞུ་མེད་ལ་ཁོ་གི་མཚན་དེ་སྡེ་སྲིད་ཁྲི་རབས་པའི་བ་ཕྱི་ལྔ་བཅུ་ང་བརྒྱད་པ་ཡིན་པས་ལ་ད་ཁོ་ག་དེ་ལོ་སྐུ་འཁྲུངས་ནུ་གོ་ཟེར་བ་བྱིན་འབྲུག་གི་སྡེ་སྲིད་ཁྲི་རབས་ལྔ་བཅུ་ང་བརྒྱད་བ།

ལ་སུའུ་ལགས་ཀྱིས་ཆོས་རྗེ་ཁྲི་ལས་རྒྱལ་སྲས་མཆོག་ལྡན་མཁན་ཆེན་ཁྲི་རབས་བཞི་བཅུ་ཞེ་གཉིས་པ་བས་ཀྱི་དཔེ་འདི་འབྲུ་བིག་གི་མཁན་ཆེན་པའི་ཁྲི་མཁའ་སུ་ཞུ་ཡིས་ཚིམས་མེད་ལ་གོ། འདི་བིག་གི་ཁྲི་ལུགས་བཞུགས་བདག་ལ་གཡང་སློབ་སངས་རྒྱས་གདུགས་བྱེད་དེ། མཁན་ཆེན་ཁྲི་ལས་རྒྱལ་སྲས་མཆོག་སྤྱི་ལོ་པའི་བ་ཅི་སྤྱི་སྟོང་བརྒྱད་བརྒྱ་བརྒྱད་བཅུ་ཆ་བརྒྱད་གནམ་ལོ་ས་གཅིག་གི་ལོ་དེ་ལུགས་དགོངས་ཞུ་མཛད་ཉིན་དེ་དགེ་བའི་དོ་རོག་སྒྲ་སློབ་བསྟན་འཛིན་ལྷུན་གྲུབ་མཆོག་ཏེ་ལོ་དེ་ན་ར་འབྲུག་གི་མཁན་ཆེན་ཁྲི་རབས་བཞི་བཅུ་ཞེ་གསུམ་པའི་གི་ཁྲི་ལོའི་ཏེ་སྔ་སོའི་ཁོ་རྒྱལ་བོད་ཀྱི་ཁྲི་ལོ་བཞུགས་བདག་ལོ་དེ་བའི་རྗེས་གནང་ཡིན། དེ་ལས་སྤྱི་ལོ་པའི་བ་ཆེན་སྤྱི་སྟོང་བརྒྱད་བརྒྱ་བརྒྱད་བཅུ་ཆ་དགུ་གནམ་ལོ་ས་གླང་གི་ལོ་དེ་ལུ་ཏེ་ཁྲི་ཐོ་ཁ་ར་ཏེ་ཁོ་ར་རྒྱལ་བོད་ཀྱི་ཁྲི་ཐོ་ཁ་ར་དགོངས་པ་རྫོགས་སོ་ཡིས་ཅི་སྨྲས་ལ།

སྤྱི་སློབ་པའི་བ་ཅན་སྤྱི་སྟོང་དགུ་བརྒྱ་བཅུ་མི་གཅིག་རྣམས་ལོ་ལྕགས་གླང་གི་ལོ་ལུགས། དོ་རོ་དགོངས་ཞུགས་འཛིན་རྣམས་ལས་གཏེར་འདེབས་པའི་ལོ་དེ་ན་ལུགས། ར་གཏེར་གྲུབ་དབང་འཇམ་དབྱངས་རིན་ཆེན་ཆོས་འདི་འབྲུག་གི་མཁན་ཆེན་ཁྲི་རལ་བཞི་བཅུ་ཞེས་བགྱི་བའི་དགེ་ཁྲི་ལུགས་སྔ་སྲོལ་ཞུ་ན་ཡིན། ཟེར་དང་ཡེ་ལོ་དང་ཨ་ནེ་ཀེ་ལོ། ཨ་ནེ་ཀེ། བར་ན་ལོ་བ་སྟེ་མཁན་ཆེན་མ་ཧེ་མཛོད་ཀྱི་སྲོག་བསྣོལ་ལ་གཏེར་ཁྲི་ཐོ་ལུགས་དགོངས་པ་རྫོགས་སོགས་ལས་གཏེར་འདེབས་པའི། དུས་ཚོད་ཐུང་ཁུ་ཅི་ན་ར། ད་སྡེ་སྲིད་ཀྱི་ཁྲི་ཐོག་གི་མཛད་པ་ཐ་མ་དེ་ཁོག་གི་ག་དེ་བས་ཅང་གནང་རུང་ཟེར་བ་བྱང་ཆུབ་ཀྱི་སྡེ་སྲིད་ཁྲི་རབས་ལྔ་བཅུ་ང་བརྒྱད་པ་ས་སྐྱོང་མི་དབང་གཡང་སློབ་བསམ་ཡས་དུག་གི་ཆུ་བོ་འདི་གིས། སྡེ་སྲིད་ཁྲི་ཐོག་ལུ་གཞུག་གི་གི་དུས་ཚོད་དེ་ན་ལུ་རྒྱལ་ཁབ་ན་ལུ་ནི་ཡམ་མུ་གི་ཁྲུ་ཚོད་ཟེར་མི་དེ་མིང་ཙམ་ཡས་སྨྲས་པ་དེ་དཔལ་ལྡན་སྤྲུལ་བའི་གི་རྒྱལ་ཁབ་དེ་འདི་གི་གི་ཉི་མ་ཤག་དེ་བས་ཏེ་ལོ་ངོ་བཅོ་བརྒྱད་ཙམ་གཅིག་གི་རིང་ལུ། པའི་ལོ་ཡབ་ཡུལ་རིན་ཤོ་པའི་གཞོན་ནུ་ལ་འཁོར་འདས་བོད་ཀྱི་ཁྲི་ལོ་ལོ་བཅོ་བརྒྱད་དེ་གཅིག་དེ་བསྟན་སྲིད་ཀྱི་ཆ་ལ་དེ་བས་རྫས་གནང་དེ་བས་དེ་བསྟན་སྲིད་སྐྱོང་དེ་བས་དེ་དགུང་ལོ་དྲུག་ཅུ་རེ་བཞི། ཁོ་རང་གི་དགུང་ལོ་བོད་བར་གྱི་དྲུག་ཅུ་རེ་བཞི་བཞི་བོད་ཀྱི་སྤྱི་ལོ་བོད་བར་གྱི་སྤྱི་སྟོང་དགུ་བརྒྱ་བཅུ་མི་གསུམ། གནམ་ལོ་བོད་བར་གྱི་གནམ་ལོ་ཆུ་ཡུལ་གྱི་ལོ་ལོ། སྡེ་སྲིད་ཀྱི་ཁྲི་ཐོ་ལུགས་དེ་ཁོ་རང་ནས་པའི་དགོངས་པ་རྫོགས་ཀྱིས་ཕྱི་མེ་ལ་སྡེ་སྲིད་ཀྱི་ཁྲི་ལོ་ལོ་བཅོ་བརྒྱད་ཚུན་ཆོད་གཞོན་ནུ་ལ་མཛད་པའི་ལས་ཤག་ཅིག་དེ་རྗེས་གནང་ནོ། དེ་སྒྲུབ་ཀྱི་མཁན་ཆེན་ཁྲི་རལ་པའི་ལས་ཞག་གཅིག་ལོ་ཅོག་གེ་ཀི་ན་ན་ལུག་དེ་དུས་ཚོད། ཨ་རིམ་ཅི་ན་ལུག་དེ་མཁན་ཆེན་ཁྲི་རལ་པའི་ལས་ཞག་གཅིག་སུའུ་ལུང་ལ་ཁོ་འདས་པའི་ཁྲི་ལོ་ལོ་ཅོག་གེ་བཞུགས་ནི་དེ་གི། ད་དེ་ན་ལོའི་དོ་པ་སད་ནི་དེའི། སྡེ་སྲིད་ཁྲི་རབས་ལྔ་བཅུ་ང་གེ་པ་དབྱངས་སློབ་སངས་རྒྱས་གདུགས་ཀྱི་ཆོས་ཀི། དེ་ལྟར་འབྲུག་གི་ཆོས་འབྱུང་རྒྱལ་རབས་ཚུན་ན་ལོ། ཆ་མཉམ། ཞལ་མཐུན་གྱི་ཐོ་ལོས་པའི་སྤྱི་སྟོང་བརྒྱད་བརྒྱ་བརྒྱད་བཅུ་ཆ་དྲུག་ལོ་སྤྱི་སྟོང་དགུ་བརྒྱ་དགུ་བཅུ་མུས་གསུམ་ཟེར་ཏེ་དད་པའི་སྐྱོད་འདུས་པའི་ཡུལ་མི་འདི་དེ་སྟེང་དེ་ཨིན་པའི་སེར་ཤུ་ནི་ལ། དེ་དུས་ཚོད་ཡང་ནི་སྟེང་དེ་ཨིན་པའི་སེར་སྤྱི་སྟོང་བརྒྱད་བརྒྱ་བརྒྱད་བཅུ་ཆ་དྲུག་ལས་སྤྱི་སྟོང་དགུ་བརྒྱ་བཅུ་མུས།